དེ་འདྲ་སོང་ཙང་ཨ་ནི་སྐབས་འདི་ནས་ད། ཨུ་རྒྱན་དབང་ཕྱུག་དཔོན་སློབ་ཡག་སླེབས་དུས་ཨ་ནི་ཨུ་རྒྱན་དབང་ཕྱུག་དེ་འདི་གསོས་པ་རེད་འགྲོ། ད་རྒྱལ་རྒྱུད་ཡོད་པའི་རྒྱལ་པོ་གསོས་ནས་ཨུ་རྒྱན་དབང་ཕྱུག་གི་རྒྱུད་བཅས་ཚང་མ་ལོག་ཨ་ནི་འབྲུག་རྒྱལ་པོ་གསོས་ནས་རྒྱལ་པོ་དང་པོ་དེ་ཨུ་རྒྱན་དབང་ཕྱུག་རེད་ཨུ་རྒྱན་དབང་ཕྱུག་གསན་དེ་ལྷས་བཟའ་ཆིངས་ཡིག་སྐབས་ལ་ཕེབས་ཉེ་དེ་རེད། ཨུ་རྒྱན་དབང་ཕྱུག་གསན་དེ་ད་དེ་འབྲུག་རྒྱལ་པོ་དང་པོ་དེ་ཕལ་ཆེར་ཆིག་སྟོང་དགུ་བརྒྱ་བཅོ་མེད་བདུན་ལ་ཡིན་ན།

བཅས། སྔགས་ལམ། བཀྲ་ཤིས་བདེ་ལེགས་ཀྱི་ཁྲིད་ཀྱིས་ལིང་བུ་ཞུ་བར་ཕ་རི་རྫོང་དུ་ཁྱེད་རྫོང་ནང་ས་བོད་གཞུང་གི་བཀྲ་ཤིས་བདེ་ལེགས་གནང་ཡོད་རེད་དེ་ཕ་རི་རྫོང་ཕག་གཏོང་ནང་རེད། ད་དེ་ནས་ས་བཀྲའི་ཆིག་སྟོང་དགུ་བརྒྱ་བཅོ་མེད་བརྒྱད། གུང་ས་གི་མཛད་སྒོ་དེ་ནི་རྒྱ་ནག་གི་མིག་ས་ཆ་ཅིག་ཡིན་མིན་འདྲ། ཅིའི་ཞུ་རིང་སེང་ཅིག་འདུག་དེ་གུང་ས་གི་མཛད་སྒོ་དེ་གནང་ཡོད་རེད། ད་ཟླ་བ་དང་པོའི་ཚེས་པ་ལྔ་ཉིན་ཆིབས་བསྟུན་གྱིས་ས་ཕིན་ཡུའུ་རིན་ཞུས་ད་ལུང་པའི་མིང་རེད་ཐའེ་ཡཱང་སིན་སན་རིམ། འདི་ཚོ་བརྒྱུད་ནས་སན་ཤི་ཞིང་ཆེན་ནང་ཡོད་རྗེ་བཙུན་འཇམ་པའི་དབྱངས་ཀྱི་གནས་མཆོག་རི་བོ་རྩེ་ལྔ་རྟ་དེ་ཨུ་དྷའི་ཤན་ཚན་དེ་རེད། རི་བོ་རྩེ་ལྔ་ལ་ཨན་རྒྱ་བོ་རིན་པོ་ཆེ་ཕྱི་རྒྱུད་གནང་བ་རེད། རྟ་དེ་ཨུ་དྷའི་ཤན་ཚན་དེ་རེད། ཁུལ་དེར་ཡོད་པའི་རྒྱའི་བཙུན་པ་རྣམས་ཀྱིས་རི་གཤམ་ནས་སེར་སྦྲེངས་དང་བཅས་གདན་འདྲེན་ཞུས། དེ་རིང་ཟླ་བ་ཟླ་ཤས་བཞུགས་གདན་འཇགས་ཏེ། གནས་ཡས་མས་ཚང་མར་ཆུ་སྤྲིན་སྤྲུལ་འབུལ་དང་ལྗགས་བསྙེན་སོགས་བསྐྱངས། རྒྱ་སོག་དེང་དུས་སེར་སྐྱ་ཁྲི་ཕྲག་བརྒལ་བ་དང།

ཨ་ནེ་མི་ནག་འབྱོར་བ་ཡོང་བ་རེད་ད་དུས་སྐབས་སུ་ཅང་འདི་སྔ་མོའི་ང་ཚོ་བོད་པའི་དེ་རེད། སྐད་ཆ་རྙིང་པ་ཅིག་རེད་དུས་སྐབས་སུ་དེ། ཨ་འདི་ནས་ཐེན་ཅིན་དུ་སྡོད་པའི་འཇར་མན་གྱི་སྐུ་ཚབ་སྐད་བསྒྱུར་བཅས་མཇལ་ཁ་བཅར་ས་ད་འཇར་མན་གྱི་སྐུ་ཚབ་ནམ་རྒྱུན་ནས་ཐེན་ཅིན་ལ་བསྡད་ཀྱི་ཡང་འདྲ་ཐོ་འདིའི་དེ་མཇལ་ཁ་བཅར་རེད། ཁ་ར་སོག་རི་རུ་བཙན་སྔར་རྒྱ་འོར་མཇལ་ཁ་བཅར་རེད། ཉིའུ་ན་ཤི་ཧོ་ཀན་ཅེས་ས། ལྷ་ཁང་ཆེན་པོའི་མཁན་པོ། ཀོ་ཇོའི། ཨོ་ཏྲ་ནི། ཨ་ནེ། ཏཱ་ལའི་བླ་མ་རིན་པོ་ཆེ་རུའུ་ཙེ་ངྷ་ཕི་བུ་ཡོད་པ་ཁྱེད་མ་བལྟ་ད་ཕི་བུ་ཁྱེད་མ་བལྟ་ཟེར་འདི་འདི་རེད། འདི་ཁ་སང་སྐུ་འབུམ་ལ་རི་བིང་མི་གཅིག་བཅར་གི་འདུག་བ་འདི་ཕི་ག་ད་བཏང་ཡོད་རེད་ཆ་ཚང་འདིའི་ཉེ་ལེན་གི་ཨ་ནེ་ཕི་ནས་སུ་ད་རི་བིང་གི། བླ་མ་ཆེ་ཤོས་དེ་རེད། རི་མོའི་ལུང་པའི་ནང་གི་བླ་མ་ཆེ་ཤོས་དེ་རེད། ད་དེའི་དཔེ་ཆ་ཆུང་བ་དེ་རྒྱ་གར་རོམ་གྱི་རྒྱལ་ཁག་ཚུར་བཏང་ཡོང་གི་རེད། མཁས་མང་དག་ཁོང་གི་སྤུན་མཆེད་ཆུང་བ་སོན་ཡུ་ཨོ་ཀྲ་ནིའི་སེང་འདི་རེད། མཇལ་བཅར་ཞུ་བར་ཆེད་བཏང་གནང་སྟེ་ཟླ་བ་བཞི་པའི་ནང་འབྱོར་ཏེ་མཇལ་ཁ་བཅར། ཉི་འོང། ནང་པའི་བླ་ཆེན་གྱིས་ཏཱ་ལའི་བླ་མ་དང་མཇལ་བ་ཐོག་མ་འདི་རེད། ཨ་ཏི། ཁ་སང་རི་བིན་གྱི། བླ་མ་ཆེན་པོ་མཇལ་ར་དེ་ཐོག་མ་འདི་འདི་རེད། ད་ཁོང་གིས་ཉི་བུས་གཉིས་ནང་པའི། ཆོས་འབྲེལ་བ་ཡག་པོ་ཡོང་བའི་སྐོར་ཞུས་པར་ཏཱ་ལའི་བླ་མ་རིན་པོ་ཆེས་ཀྱང་དེ་ལ་ཐུགས་མོས་ཆེན་པོ་གནང་བ་དང་ཕན་ཚུན་སློབ་གཉེར་བ་གཏོང་རྒྱུ་བཀའ་མོལ་གནང་ཞིང། ཧོ་ཀན་གྱི་ལྷ་ཁང་ནས། ཇོ་ཏོ་མོན་དགོན་པའི། ཆགས་པའི་སྤོས་གསུམ་དང་ཉི་འོད་ནང་བཞིན་ཞུ། ཞེས་པའི་ཆོས་ལུགས་ཐོག་མར་སྟོན་པའི་སྟོན་པ་པོ་ཤྲཱི་རན་གྱིས་བྲིས་པའི། སན་ཇོ་བྷ་སན། ཞེས་པའི་དཔེ་ཆ་ཞིག་ཀྱང་ཕུལ་བ་རེད། ཏཱ་ལའི་བླ་མ་རིན་པོ་ཆེས་ཀྱང་འཕགས་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་སོགས་ཕྱག་དཔེ་མང་པོ་བསྐུར་ན་ཛབ་པས་མ་ཚད་རྗེས་སུ་རྒྱལ་ཁབ་ནས་རྒྱལ་བའི་བཀའ་འགྱུར་རིན་པོ་ཆ་ཚང་ཞིག་ཀྱང་གནང་རྒྱུའི་ཞལ་བཞེས་མཛད་པ་ལྟར་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་ལྔ་ལོ་སོད་རེས་གནང་རེས།

ཚེ་འཕེལ་རིན་པོ་ཆེའི་ཞབས་ཕྱི་དེ་བར་ལམ་བར་དུ་བསྡད་ཡོད་སྟབས་ཁོང་དགུང་ལོ་བརྒྱད་ཅུ་གྱ་གྲངས་ཅན་རེད། ཁོང་གིས་ཨ་མཚོ་སི་ཁི་ཐོའི་ཨ་མཚོ་ཕི་ཁེ་ཁོ་རང་ལ་སློབ་སྦྱོང་བྱེད་རྒྱུ་མ་བྱུང། ཕི་ཆིན་ཕི་ཁེ་ཁོ་རང་ཕྱིན་པ་ཡིན་ཅི་འདྲ་ཟེར་གྱི་འདུག་འོ་ད། བོད་གཞུང་དང་འབྲེལ་བ་ཇི་འདྲས་སུ་བྱུང་བ་རེད། ད་དེ་ནས་རི་པིན་གྱི་དཔོན་པོ་དེ་འདྲས་ཡོང་གི་ཡོད་རེད་ད་རྒྱ་གར་རིམ་གྱི་རྒྱལ་ཁག། ཚར་བ་ཞིག་ནས་བཞུད་འདུག། དེ་ནི་སྔར་སྐུ་འབུམ་དུ་བཅར་མྱོང། ཀི་ཏཱ། ཏེ་ར་མོ་ཏོ། ཟེར་ཡས་དེ་ཕལ་ཆེར་ཡིན་པ་འདྲ། ས་རྟགས་དེ་ག་ཡིན་ཟེར་ན་དེ་སང་ཁོས་མིང་ཡང་པ་ཅིག་ཁེལ་བསྡད་པ་རེད། ཡིན་བཟོ་འདུག་ས། དེ་སང་ཁོས་ཉི་འོང་གི་མི་རིགས་སི་ཝན་སི་ཝར། Sivens། ཅན་ནི་མིང་དེ་འདྲ་ཅིག་ཁེལ་ནས་ཨ་ནི་སྐད་སྒྱུར་ཞུས་ནས་བསྡད་བསྡད་པ་རེད། ད་ཁོ་ཚོ་སོ་པའི་མི་སོང་ཙང།

གཟིམ་ཆུང་སྒར་དུ་བོད་དམག་ནས་གུས་འདུད་ཞུས། ཆིབས་ཞུགས་རིམ་བཞིན་ཡན་ནས་སྣེ་ལེན་གྱིས་སྐུ་མདུན་དུ་འདུལ་བ་མཁན་པོའི་གསུང་ཆུང་ཞུས། ད་ཁོང་གིས། སོག་སྐད་རབ་ཆེན་གྱི་ཡོག་མན་འགྲོ། སོག་སྐད་རྒྱ་གུད་དང་རྒྱ་སྐད་རྒྱ་གུད་ནང་གཅིག་རྒྱལ་གྱི་ཡོག་འདྲ། ཅེས་དང་གསུང་ཆུང་ཞུས་ཉེན་དེ་འདུལ་བ་མཁན་པོ་རེད། ཁོང་གིས་བོད་ཀྱི་གནས་ཚུལ་མང་པོ་བཀའ་འདྲི་ཞུས། འདི་ནི་ཨ་མི་རི་ཀའི་གཞུང་དང་བོད་གཞུང་འབྲེལ་བ་ཐོག་མ་དེ་ཡིན། ཨ་མི་རི་ཀའི་གཞུང་དང་བོད་གཞུང་གི་འབྲེལ་བ་ཐོག་མ་དེ་ཡང་ད་འདི་རེད།

གཞུང་གི་ལག་འཁྱེར་ཁྱེར་ནས་བོད་ལ་ཡོང་ཉན་གྱི་རེད་ཟེར་བར་ཉན་གྱི་ན་དེ་ཕུག་ནོར་འགེབས་ཤག་འདི་དེ་སང་བོད་གཞུང་གི་རྩང་བཏང་ཡོད་མ་རེད། ད་དེ་ནས་ཟླ་བ་དྲུག་པའི་ནང་ལ་ཨུ་རུ་སུས་གོང་མ་ཛར་གྱི་དམིགས་བསལ་ནས་བཏང་བའི་དོན་གཅོད་བློན་ཆེན་ཧུང་སི་ཟེར་བ་ཞིག་ཀྱང་མཇལ་འཕྲད་ཞུས་འདུག་ཟེར་བར་ལྟ་རེ་བོ་ཙང་ང་ཞུས་ཏེ་ཕྱིའི་རྒྱལ་ཁབ་མི་དེ་ག་དེ་ཡག་རྒྱ་བོར་འཇུག་གི་འདུག་བྱས་པ་རེད། དེ་ནས་ཟླ་བ་བདུན་པའི་ཚེས་ཉེར་བདུན་ཉིན་གནས་མཆོག་དང་སིད་ནས་རྒྱ་བོད་ཧོར་གསུམ་གྱི་དཔོན་རིགས་དུ་མས་ཆིབས་ར་དང་བཅས་པེ་ཅིང་དུ།

ལྟ། འདི་ན་འདི་ལེའུ་མི་འདྲ་རེ་གསུམ་ཡོད་རེད། ཡི་གེ་མི་འདྲ་གསུམ་ཡོད་རེད། འཁོད་པའི་སེར་ཐམ་ཆེན་མོ་འབུལ་བཞེས་བསྐྱངས། དེ་ནས་བཟུང་གལ་ཆེའི་རྩ་ཚིག་དང་ཤེལ་བམ་ཁག་ལ་སེར་ཐམ་འདི་ཉིད་གཙོ་བོར་གནང་ཞིང། དེ་ནི་རྒྱ་ནག་མན་ཇུ་གོང་མའི་མིང་གཙང་པའི་བདག་རྐྱེན་འདི་རྒྱབ་སྐྱུར་གནང་བའི་སྲིད་དོན་གྱི་མཛད་སྤྱོད་གལ་གནད་ཆེ་ཤོས་ཤིག་ཡིན། ལྟ། ང་ཚོ་རྒྱ་ནག་གི་མིང་གཙང་གི